རྣམ་པ་ཚོ་བཀྲ་ཤིས་བདེ་ལེགས། དེ་རིང་ང་ཚོ་འུ་གྱི་ཏོཡོབ་ཀྱི་དྲ་གཉིས་གཏམ་གླིང་ནང་ལ་ད་ལྟ་ཨ་རེ་ནས་བཞུགས་འུ་གྱི་སྡུག་སྐར་ཟེར་བ་གཞས་མ་པ་ས་སྒྲོལ་མ་ལགས་དང་ལ་མོ་ཞུ་ཡ་ཡིན་པ་ས་ལགས་བཀྲ་ཤིས་བདེ་ལེགས། ལྷན་རྒྱས་རྣམ་པ་ཕྱག་ལེན་ཕྱག་ལེན་གནང་མཁན་གང་ག་ལ་ལ་ད་རིང་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡས་ཡིན། ཁྱེད་རང་རྩ་གཞུང་ནང་འཚར་ལོངས་བྱུང་བའི་གཞས་མ་ཞིག་ཡིན་པ་དང་ད་ལྟའི་བར་གཞས་མང་པོ་ཞིག་བཏང་གནང་སྟེ་ང་ཚོའི་སྤྱི་ཚོགས་ནང་ལ་རྒྱུས་མངའ་ཡོད་པའི་མི་ཞིག་ཆགས་ཡོད་རེད་དེ་འདྲ་ཡིན་དུས་ཁྱེད་རང་གིས་དེ་རིང་འདིར་རང་ཉིད་ངོ་སྤྲོད་མདོར་བསྡུས་ཤིག་གནང་རོགས། ཨ་ནི་ངའི་མིང་པ་སངས་སྒྲོལ་མ་ཡིན་ད་ལྷན་རྒྱས་རྣམ་པ་ཚང་མ་མཁྱེན་གྱི་རེད། ཨ་ནི་ང་འཚར་ལོངས་ཕྱི་ས་ཏེ་ང་ཡོད་འབུ་སྒང་བླ་བྲག་ཡིན། ཨ་ནི་འབུ་སྒང་བླ་བྲག་བྱས་དེ་ནས་ང་ལོ་བཅུ་གཅིག། ང་ལོ་བཅུ་གཅིག་ལས་དེ་ནས་དུས་སུ་འདོད་ག་ཚོགས་པར་བསྡུ་སྟངས་གནང་སོང་གང་ཡིན་ཟེར་ན། ང་རང་གཞས་བཏང་ཡར་དགའ་བོ་ཡོད་བྱས་སང་འདེགས། ཨ་དེ་ནས་འདོད་ག་ལ་ལོ་ཁ་ཤས་ཞབས་ཕྱི་ཞུས་བྱས་ད་དུས་སང་ང། ཨ་མེ་རི་ཀ་ནིའུ་ཡོག་བསྡད་ཀྱི་ཡོད། ཨ་ནེ་པ་སངས་ལགས་ཁྱེད་རང་གིས་ག་དུས་ཞིག་ནས་གཞས་ལ་དབྱིངས་ཞིག་དེ་གཞས་བཏང་འགོ་བརྩམས་ཡོད་པ་དང་ཁྱེད་རང་གིས་བསམ་ན་ཅིག་གཞས་དེ་གིས་ང་ཚོའི་སྤྱི་ཚོགས་ལ་ཉུལ་བ་ག་ཚོད་ཞིག་མཐོང་ཐུབ་ཀྱི་རེད་དགོངས་ཀྱི་འདུག། ད་ལྟའི་དབྱིངས་དེ། ལོ་ཚད་ཞུ་ཡས་མི་འདུག་དེ་ནས་ང་རང་ཆུང་དུས་ནས་གཞས་བཏང་ཡས་དགའ་བོ་ཡོད། ཨ་ནི། སོ་སོ་ག་དུས་ནས་ཀྱི་ག་བ་འགྲོ་ནས་ཀྱི་ཞེས་ཚིག་མི་དགོས་དེ་འདྲ་བཏང་ཡ་ག་བུ་ཡོད་གང་ཟེར་ན་ད་ཚིག་དེ་འདྲ་ཤིང་གི་མ་རོ་ཨ་ཆུན་ཆེ་གང་དེ་ཀྱི་ཨ་དེ་འདྲ་ང་ལོ་བརྒྱད་སླེབས་དུས་ནས་ཨ་ནི་བུ་ས་གང་ང་ཚོ་རྒྱ་རོམ་ཆེ་འཁྲུངས་སྐར་ལ་ཡང་ཏུ་སོ་ཞེས་ངས་ཀྱི་ད་ཞེས་དང་པོ་བཏང་ཡ་ཀྱི་གོ་སྐབས་དེ་བྱུང་སོང་ཨ་ནི། དེ་ནས་ད་ད་ལྟ་བར་དུ་ཞེས་བཏང་ཡ་ཀི་ཨིན་ཡོད་ཨ་ནི་མི་མང་ཚོ་ནས་ད་ལྟ་བར་དུ་ད་རྒྱབ་སྐྱོར་ཞུ་དགོས་རེད་ཚང་མས་ཀྱི་དོ་སྣང་གནང་གི་འདུག་ཐུགས་རྗེ་གནང་ཞུ་ཡ་ཡིན། ཨ་ནེ་ངས་དེང་གི་གོ་ནས་ཞུ་བ་ལྟར་ཁྱེད་རང་གི་གཞས་མང་པོ་ཞིག་བཏགས་གནང་ནས་ཁྱེད་རང་གི་གཞས་འགག་ཅིག་ལ་ཡང་ང་ཚོ་སྤྱི་ཚོགས་ནང་མི་མང་པོ་ཞིག་གིས་དགའ་བོ་ཞེ་དྲག་གནང་གི་འདུག་ཨ། དེ་ཙམ་མ་ཟད་ང་རང་ཡིན་ན་ལས་ཁྱེད་རང་གི་གཅིག་ཉིའུ་ཨུ་ཀེ་ན་ལ་གཞས་བཏགས་གནང་བ་དེ་འདྲ་ཡ་མཐོང་སོང། ཨ་པ་སང་ལ་ཁྱེད་རང་གི་གཅིག་ཀ་རི་ག་ཛོ་ན་གཞས་བཏགས་གནང་གི་ཡོད་པ་དང་ད་ལྟའི་བར་ཨ་གླུ་གཞས་ཆེ་བསྒྲིགས་ག་ཚོད་ཞིག་གཏོང་གནང་ཡོད་ན། དེ་ཙམ་མ་ཟད་གཅིག།

ད་དེ་འདྲས་ང་རང་གིས་མང་པོ་ཞིག་དེ་འདྲས་བཏང་བསྡད་ཀྱི་ཡོད། ཨ་ནི་ད་ངའི་འཁོར་དག་དེ་བདུན་སུ་ཡོད་ལ། ཁྱེད་རང་གིས་བཏང་གནང་བའི་ཨེ་ཧིན་ཏུ་ཇི་གོ་ས་ལམ་ཞེས་པའི་གཞས་དེ་ལ་མི་མང་དགའ་བོ་ཞེ་དྲག་གནང་གི་འདུག་པ་མ་ཟད་ཉིན་ཤས་གོ་ཡིན་ན་འོ་མའི་སྒྲིག་འཛུགས་ཀྱི་གོ་སྒྲིག་འོག་རྒྱ་གར་གཞུང་མང་གཉིས་ལ་ཐུགས་རྗེ་ཆེ་ཞེས་པའི་མཛད་སྒོའི་ཐོག་ཁྱེད་རང་དངོས་སུ་གདན་འདྲེན་གདན་ཞུ་བྱས་ཏེ་ཁྱེད་རང་གི་གཞས་དེ་བཏང་གནང་སོང་ང་རང་གི། གཞན་ཡང་བྱས་ནས་གཞས་དེ་གི་ཚིག་དང་གདངས་སོགས་ཁྱེད་རང་གིས་བརྩམས་གནང་ཡོད་འདུག་དེ་ནས་འདུག་ཁྱེད་རང་གི་གཞས་དེ་ག་དུས་བཏང་གནང་ཡོད་པ་ཐོག་མར་ག་དུས་བཏང་གནང་ཡོད་པ་དང་གཞས་དེ་གི་སྐོར་ལ་ངོ་སྤྲོད་ཐུང་ཐུང་ཞིག་གནང་རོགས། ད་དེ་ད་ལྟ་དེ་ཨེ་ཧིན་དུ་ཅི་ཀོ་ས་ལམ་དེ་གཞས་དེ་སྙེ་མ་ལ་སྤྱི་བཏང་ད་ང་རང་གིས་ཞུས་པ་ཡིན་ན། ཉི་མ་ཉིས་སྟོང་གསུམ་ལོར་ལ་ང་ཚོ་གི་ད་ལྟ Indo Tibetan Friendship ལ་འདི་འདྲའི་ཚུགས་རེད། དེ་དུས་ཨ་ཏུ་ཏུ་གཞས་གཏང་ཡའི་གོ་སྐབས་བྱུང་སྟེ་དེ་དུས་ངེད་ཀྱི་ཨ་ནེ་ད་དེ་པི་ང་ར་སོ་ལོ་ངེད་ཀྱི་གཞས་གཏང་པ་ལས་ད་དེ་ང་ར་སོ་ཡི་རྡ་རམ་ས་ལ་གི་ད་ག་འུང་གི་གཞས་ཞིག་གཏང་ན་འགྲིག་རེད་བསམས་སོ་གང་ཡིན་ས་དེ་ངེད་ཀྱི་དམིགས་ཡུལ་དེ་ང་ཚོ་རྒྱ་གར་དང་དེ་བར་མཐུན་འབྲེལ་ཡག་པོ་བྱ་ཡ་བྱེད་དུ་འདུག་ས་གཏང་ཡིན་ཨ་ནེ། ད་ལྟ་ཡིན་ནས་བྱས་ཙང་ང་རང་གི་བསམ་ཚུལ་ནང་ལ་ད། གཅིག་ང་རག་གི་ཉི་མ་ནས་གཅིག་རྒྱ་གར་ལ་ད་ཐུགས་རྗེ་ནང་ལ་ནས་ཞེས་གཅིག་ག་དུས་བཏང་ཡ་གཅིག་གོ་སྐབས་གཅིག་ག་དུས་བྱུང་ན་བསམ་ཏག་ཏག་གཅིག་ང་རག་ད་རེ་བྱུང་སོང་ཐུགས་རྗེ་ནང་ཨ་ནི་ཞེས་འདི་ལྟར་བཟོས་དགོས་བཟོས་ཡ་དེའི་གཞས་ཚིག་དེ་ད་ལྟ་སཱན་ཇིབ་གུབ་ཏཱ་དང་ང་ཚོ་མཉམ་ཐོག་ཏུ་བཟོས་པ་ཡིན་ཨ་འདི་ག་ལ་གཞས་ཀྱི་ད་ལྟ་ག་རེ་སྒོ་དང་པོ་དེ་གླུ་ནང་ཞེས་ལན་དེ་དག་དེ་ཨེ་ཧིན་དུ་ཇི་ཀོ་ས་ལམ་ཞེས་དེ་ཨ་ནི་ངའི་བཟའ་ཟླ་སྐལ་བཟང་ཐུབ་བསྟན་དང་ང་རེ་མཉམ་ཐོག་ཏུ་བཟོས་པ་ཡིན།
ཨ་ནི་ད་རེས་ཁྱེད་རང་དྷརྨ་ས་ལར་ཕེབས་ནས། ཐུགས་རྗེ་ཆེ་ཞེས་པའི་མཛད་སྒོ་དང་མཉམ་ཞིག་གོ་སྐབས་བྱུང་བ་མ་ཟད་ཨ་ནི། སྐྱབས་མགོན་རིན་པོ་ཆེ་ལ་ཡང་མཇལ་ཁ་ཞུ་བའི་གོ་སྐབས་དཀའ་བ་ཟབ་མོ་དེ་འདྲ་ཐོབ་ཤག་ཨ་ནི། སྐྱབས་མགོན་རིན་པོ་ཆེ་གི་བཀའ་སློབ་ལམ་དུ་ག་རེ་བསྩལ་གནང་ཡོད་ན། ནི་ཞི་བའི་མཐའ་རིས་གཉིས་ལ་ཨ་ནི། རྒྱ་རོམ་ཅན་དམིགས་བསལ་བྱ་བ་བྱུང་སོང། ཨ་ནི་རྒྱ་མོ་ཆེ་ངའི་སྒོ་ཁང་དུ་ཕྱག་བཞག་ནས། ཨ་ནི། ཞེས་ཡག་པོ་བཏང་སྟ་སྐད་ཡག་པོ་འདུག་ཨ་གསུངས་འདུག་ཨ་ནི། དེ་རིང། ཁྱང་བཞེས་ཏེ་བོད་སྤྱི་ལ་ཕན་བྱུང་གསུངས་ཟེར་བ་ཨ་དེ་ནས། དེ་སང་ནིའུ་ཡོག་ཏུ་བ་ལ་ཁྱང་ཕག་ཚུགས་འཁྲབ་སྟོན་དུ་བ་ལ་འགྲོ་གི་ཡོད་པས་གསུངས་འདུག་ལ་དབང་ཞུས་ཡིན།
ལན་སྤ་ས་ལ་ཨ་ནི་ཐ་མ་དེ་ལ་ཁྱེད་རང་གིས་ཅིག། ད་མི་མང་གི་དགའ་མོས་ཆེ་ཤོས་གནང་བཞིན་པའི་ཁྱེད་རང་གི་གཞས་ཅིག་བསྐྱལ་ཏེ་ཅིག་གཏོང་རོགས།
གནས་ངེས་ད་ལྟ་ད་ང་རང་རོལ་ཆ་དང་གད་མེད་པའི་ཐོག་ནས་ཅིག་ཐུགས་འདོད་ཅིག་ཕུལ་ཆོག།